བ་རེད། ཐུབ་རྣམས་སྡིག་པ་ཆུ་ཡིས་མི་འཁྲུ་ཞིང་འགྲོ་ཁའི་སྡུག་བསྔལ་ཆགས་ཀྱིས་མི་སེལ་ལ། ཉིད་ཀྱི་རྟོག་པ་ཤར་ལ་པོ་མི་འདི་ཆུ་ཉིད་བདེན་པ་སྟོན་པའི་གྲོལ་བར་འགྱུར་རོ་ཟེར་ནས་ད་གསུངས་བྱ། དེ་འདྲ་རེད་དོ། ད་དེ་འདྲ་ཡིན་དུས་ཙང་ནས། ད། སངས་རྒྱས་བཅོམ་ལྡན་འདས་ཀྱི་བའི་གསུང་འདི། རྣོ་པོ་ཞག་རེད་བདག་ཉིད་དག་གི་མགོན། སོ་སོ་བདེ་སྐྱིད་དགོས་ན་སོ་སོ་ཡག་པོ་བྱེད་དགོས་རེད། སོ་སོ་ཡག་པོ་མ་བྱས་ན་སོ་སོ། ད་སྡུག་བསྔལ་ཡོང་གི་རེད་བྱས་ཙང། སྡུག་བསྔལ་ནི་མི་འདོད་པ་རེད་བདེ་བ་འདོད་པ་རེད་ད་སྡུག་བསྔལ་མ་ཡོང་ཡང་བདེ་བ་ཡོང་ཡ་དེ་སོ་སོས་བྱ་བ་རེད་མ་གཏོགས་གཞན་དག་ཁྱོད་ནས་བྱ་ཡག་མ་རེད་ཟེར་ལ། ཉིད་ཀྱིས་རྟོགས་པ་ཞེ་ལག་པོ་མི་འདི་སོང་ཡ་དེ་བཅོམ་ལྡན་འདས་ཁོ་རང་གི་ཐུགས་རྒྱུད་ཀྱི་ཡོན་ཏན་དེ་ང་ཚོ་ལ་སྤང་རྟོགས་ཀྱི་ཡོན་ཏན་དེ་ང་ཚོ་ལ་སྦྱིན་ཡ་ཡག་མ་རེད་ཟེར། བྱ་དེ་འདྲ་ཡིན་དུས་སོ་སོ་རང་གིས་ད་ཉམས་ལེན་བྱས་ནས་འགྲོ་ཡ་མ་གཏོགས་མི་འདུག་བདག་ཉིད་བདག་གི་མགོན་ཟེར་ཡ་དེ་ད། གང་དག་རྒྱན་ཚང་མ་ང་རང་ཚོ་གང་ཁྲིད་འདུག་ག་དང། ད་བཅོམ་ལྡན་འདས་ཀྱི་སྤྱན་དྲངས་ཀྱི་ཨ་ནི་བདུད་རྩི་ཚང་མ་ལོག་གི་ད་བདག་ཉིད་བདག་གི་མགོན་ཡིན་པ་དེ་ཤེས་པར་བྱས་ནས། ད་བཅོམ་ལྡན་འདས་ཁོ་རང་ཡང་ཨ་ནི། ལམ་ལ་རིམ་གྱིས་བགྲོད་ནས། མཐར་མངོན་པར་རྫོགས་པར་སངས་རྒྱས་པ་རེད། ལུག་ཕྲུག་དཀར་ཆ་ལྟ་བུ་མཛེས་ཞེས་འདུག་སུ་ཕེབས་པ་རེད། ང་རང་ཚོ་སྐབས་རེ་ཨ་ནི། སངས་རྒྱས་བཅོམ་ལྡན་འདས་ཨ་ནི་ལུག་ཕྲུག་དཀར་ཆ་མཛེས་ནས་པའི་སྐུ་ལས་བཞུགས་སུ་བསྟན་པ་རེད་ཨ་ནི། བཅོམ་ལྡན་འདས་ཀྱི་སྐུ་ལས་བསྐྱོན་ནས་ང་ཚོའི་ཚབ་ཀྱི་ཟོར་ཞིག་གནང་ཞེས་སྐུ་ལས་བསྐྱོན་ནས་ད་ང་ཚོ་དཀའ་ལས་རང་བརྒྱབ་མ་འོག་སུས་བསམ་བཏང་ན་ནོར་འཁྲུལ་རེད་པ། ཚེ་བཅོམ་ལྡན་འདས་ཁོ་རང་གི་མཛད་པ་དེས་ང་ཚོ་ལ་ཡང་མིག་སྟོན་མིག་དཔེ་ལྟ་ཡག་ཅིག་གནང་གི་འདུག་ག།